རིན་པོ་ཆེ་གསོལ་ཚགས་ལ་གདན་འདྲེན། རིན་པོ་ཆེ་སྒོ་མོ་ཁུམ་ཡོད་དམ་སྒོ་མོ་གསོལ་ཚགས་འདྲེན་ན་འགྲིག་གམ།
འགྲིག། ང་ཚོ་གང་ལ་འགྲོ་ནས་མཆོད། རིན་པོ་ཆེ་དམིགས་ས་གང་ཞིག་འདུག་ཡོད་གར་དེ་མེད་ན་རྒྱ་གར། ཟ་ཁང་དུ་གདན་འདྲེན་ཞུ་རྒྱུ་ཡིན། འགྲིག་གི་རེད། རིན་པོ་ཆེ་ལགས། འདི་གདམ་གསེས་ཟ་ཁང་རེད། གང་བཅུག་འདུག་ན་ལེན་ཆོག། འདིར་ཟས་རིགས་ཕུན་སུམ་ཚོགས་པ་འདུག། བྲོ་བའང་ཡག་པོ་འདུག།
འདིར་ཞི་ལག་དུས་ཚུགས་ག་ཚད་འཁྱུག་ན་འགྲིག། རིན་པོ་ཆེ་ག་ལེར་འཁྱུག། རིན་པོ་ཆེ། ངས་ཁྱེད་ལ་ཤིང་ཏོག་འདྲིན་ཡོང། འགྲིག་སོང་ད་རྒྱག་ཤག། འོ་ན་འོ་ཅག་གང་འདྲིན་ཡོང། ལེགས་སོ།
རིན་པོ་ཆེ་སུ་དགོངས་གཉིས་པོ་བྱུང་བས། དེ་རིང་ཞལ་ལག་སྤྲོ་བོ་བྱུང། ཏོག་ཙམ་གཅིག་ང་ཚོ་མཉམ་དུ། ཨ་ཐང་སྐྱིད་ཚལ་ལ་འཆམ་འཆམ་འགྲོ།
རིན་པོ་ཆེ་གསོལ་ཚད་ལ་བདེན་འདྲེན། རིན་པོ་ཆེ་སྒོར་མོ་ཁོམ་ཡོད་དམ། སྒོར་མོ་གསོལ་ཚགས་འདྲེས་ན་འགྲིག་གམ། འགྲིག།
ང་ཚོ་གང་ལ་འགྲོ་ན་ཆོད། རིན་པོ་ཆེ་དམིགས་ས་གང་བཞེས་འདོད་ཡོད་གར་བསྟན་མེད་ན་རྒྱ་གར། ཟ་ཁང་དུ་གདན་འདྲེན་ཞུ་རྒྱུ་ཡིན། འགྲིག་གི་རེད། རིན་པོ་ཆེ་ལ་གདམ་གསེས་ཟ་ཁང་རེ་གང་བྱོས་འདུག་ན་ལེན་ཆོག།
འདིར་ཟས་རིགས་ཕུན་སུམ་ཚོགས་པ་འདུག། དྲོ་བའང་ཡག་པོ་འདུག།
འདིར་ཞི་ལ་དུས་ཚུགས་ག་ཚད་འཁྱུག་ན་འགྲིག་རིན་པོ་ཆེ་ག་ལེར་འཁྱུག། རིན་པོ་ཆེ་ངས་ཁྱི་ལ་ཤིང་སྡོང་འབྲི་ཡོང། འགྲིག་སོང་ད་རྒྱག་བཞག། འོ་ན་འོ་རྒྱག་གང་འབྲི་ཡོང། ལེགས་སོ།
རིན་པོ་ཆེ་གསུར་དགུ་གཉིས་པོ་བྱུང་བས། དེ་རིང་ཞལ་ལག་སྤྲོ་པོ་བྱུང། ཏོག་ཙམ་རྗེས་ང་ཚོ་མཉམ་དུ་ཨ་ཐང་སྐྱིད་ཚལ་ལ་འཁྱམ་འཁྱམ་འགྲོ།